ཚེ་དབང་གི་གཏམ་གསལ་བཤད་གནང་མཁན་རྒྱ་ཆེའི་དྲ་གྲོགས་རྣམས་ཡང་དུས་གསུམ་གྱི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་ད་རིང་ཡང་གནས་ཚུལ་གསར་པ་ཅིག་ག་རེ་བཞག་ཡོད་ཞུས་ན། ཨ་ནི། ཡང་ཁང་དྲང་བདེན་ཞེས་པའི་དུས་འདས་ཀྱི་ཕྱི་དུས་རྒྱ་མའི་དྲ་ཚིགས་ཐོག་ལ་ཡང་དབོན་ཇག་པ་ཡིས་རྒྱ་ནག་གུང་ཁྲན་ཏང་བསྐྱར་སྒྲིག་བྱ་རྒྱུའི་འཆར་གཞི་བཏོན་པ་ཞེས་པའི་གནས་ཚུལ་དེ་འདྲའི་གསར་པ་ཅིག་སྤེལ་འདུག། ད་དེ་ཡང་དང་པོ་དེ་ལས་རྒྱ་ནག་གུང་ཁྲན་ཏང་དེའི་ཚོགས་པ་གསུམ་ལས་དབྱེ་བ་ཕྱེ་སྟེ་གུང་ཁྲན་ཏང་ཁྱིམ་ཚང་དམར་པོ་ལས་གྲུབ་པའི་ཚོགས་པ་དང་པོ་དེའི་ནང་གུང་ཁྲན་ཏང་གི་དཔོན་རིགས་ཆེ་ཁག་མི་འདྲ་དང། གཞན་ཡང་དཔོན་རིགས་གཞན་དག་ཀྱང་རང་དབང་གིས་དེའི་ནང་འཛུལ་ཞུགས་བྱས་ཆོག། གཉིས་པ། ས་གནས་རིམ་པ་སོ་སོའི་གུང་ཁྲན་ཏང་གི་དཔོན་རིགས་ཀྱིས་གྲུབ་པའི་ཚོགས་པ་ཁག་གཉིས་པ་དེ་ས་གནས་སྲིད་གཞུང་གི་ལས་བྱེད་པ་དང་དེ་མིན་གྱི་ས་གནས་སོ་སོའི་ནང་ཡོད་པའི་བཟོ་ཚོང་ལས་རིགས་ཀྱི་མི་སྣ་གཞན་དག་ལའང་རང་དབང་གིས་དེའི་ནང་འཛུལ་ཞུགས་བྱེད་ཆོག། གསུམ་པ་དེ་ཚོགས་པ་གསུམ་པ་དེ་རྒྱ་ནག་གི་མི་སེར་དཀྱུས་མ་ཚོས་རང་དབང་གིས་བཙུགས་པའི་ཆབ་སྲིད་ཚོགས་པ་གསར་པ་ཞིག་ལས་གྲུབ་པ་ཡིན། དེའི་ནང་རྒྱ་ནག་གི་མི་སེར་རྣམས་འཛུལ་ཞུགས་བྱེད་ཆོག་པ་རེད། དེ་ནས་གྲོས་ཚོགས་དོན་ཚན་བཞི་པ་དེ་གྲོས་ཚོགས་གསར་པ་ཞིག་བཙུགས་པ་དང་དེའི་ནང་ལས་ཁུངས་སོ་སོའི་མི་མང་གིས་རང་དབང་གི་ཐོག་ནས་འོས་ཤོག་འཕེན་ཏེ་སོ་སོའི་མི་མང་གི་ཚབ་བྱེད་ཐུབ་མཁན་གྱི་འཐུས་མི་བདམས་ནས་མི་མང་མང་ཆེ་བའི་བསམ་ཚུལ་མཚོན་ཞིང་གཞུང་གི་དཔོན་རིགས་ལ་ལྟ་སྐུལ་བྱེད་ཐུབ་པའི་གྲོས་ཚོགས་གསར་པ་ཞིག་འོས་འདེམས་བྱ་རྒྱུ་དང། དེ་ནས་བསྒྱུར་བཅོས་བྱ་འཆར་གྱི་དོན་ཚན་གནད་འགག་ཅན་གཉིས་ཡོད་པ་དེ་ནི། དམག་དཔུང་རྒྱལ་ཁབ་ཅིག་ལ་བསྒྱུར་རྒྱུ་འདི་བཞིན་ཧ་ཅང་གི་གལ་ཆེན་པོ་ཡིན་པ་རེད། དེ་ཡང་ད་ལྟ་ནང་བཞིན་དམག་དཔུང་བཏང་ཤོག་གམ་སྲིད་དོན་ཚོགས་པ་གཅིག་གི་དབང་འོག་ཏུ་ཡོད་པ་མ་ཡིན་པར། དོན་དངོས། རྒྱལ་ཁབ་ཀྱི་དབང་འོག་ཏུ་ཡོད་པའི་རྒྱལ་ཁབ་དང་མི་དམངས་སྲུང་སྐྱོབ་བྱེད་པའི་དམག་དཔུང་ཞིག་ལ་བསྒྱུར་བཅོས་བྱ་རྒྱུ་དེ་རེད། གཉིས་པ་རྒྱལ་ཁབ་ཀྱི་སྤྱི་འབངས་མི་སེར་ལ་རང་དབང་གི་ཐོག་ནས་རང་གི་དགའ་མོས་དང་ཡིད་ཆེས་ཡོད་པའི་མི་མང་གི་འཐུས་མིའི་འོས་འདེམས་སྤྱོད་པའི་འོས་བསྡུའི་ཐོབ་ཐང་ལག་ལེན་བསྟར་རྒྱུ་རེད། དེ་ཡང་ཡོངས་ཁྱབ་འོས་བསྡུའི་ཐོབ་ཐང་ལག་བསྟར་བྱེད་པར་བརྒྱུད་རིམ་མ་ལག་ཆ་ཚང་བསྒྱུར་བཅོས་བྱ་རྒྱུ་བཤད་འདུག། གལ་སྲིད་དོན་ཚན་དེ་གཉིས་ལག་ལེན་བྱེད་དབང་དུ་བཏང་ན་ད་ཡོད་གུང་ཁྲན་ཏང་ཏང་ཤོག་གཅིག་གིས་དབང་སྒྱུར་བྱས་པའི་གནས་སྟངས་འདིར་ཡང་འགྱུར་བ་ཆེན་པོ་འགྲོ་སྲིད་པར་མི་རྩོད་བས་ནི། གླེང་མོལ་བྱེད་ཀྱི་འདུག་དབོན་ཅང་པ་ཡིས་རྒྱ་ནག་གུང་ཁྲན་ཏང་བསྐྱར་སྒྲིག་བྱ་རྒྱུའི་འཆར་གཞི་བཏོན་པ་འདིར་ཡང་གོ་ཡག་ལ་དམག་དཔུང་ཕྱོགས་གཏོགས་ནས་རྒྱབ་སྐྱོར་བྱས་པའི་རྣམ་འགྱུར་བསྟན་ཡོད་པ་རེད་ཅེས་བཤད་བཞིན་འདུག། ཉེ་བའི་ཆར་དབོན་ཇག་ཕ་ཡུལ་རྒྱལ་ཡོངས་མི་དམངས་འཐུས་མིའི་ནང་ཁུལ་གྱི་གོ་སྒྲིག་ཚོགས་འདུའི་ནང་ལོར་ཡང་ཁོང་ཁྲོ་ཆེན་པོས་ཨ་ནི་ཞི་ཅིན་ཕིང་ལ་སྐྱོན་བརྗོད་དང་དེའི་མཚམས་ཀྱི་ཝང་ཧོ་ནིང་དང་ཏིང་ཞོ་པ་གཉིས་ལ་ཡང་སྐྱོན་བརྗོད་བྱས་ཏེ་གལ་ཏེ་རྒྱ་ནག་དམར་ཤོག་ཚོགས་པ་དེ་མེད་པར་བཟོས་ན་ཚང་མར་སྟབས་བདེ་རུ་འགྲོ་རྒྱུ་ཡིན་པའི་བསམ་ཚུལ་བཤད་ཡོད་པར་བརྟེན། ཞི་ཅིན་ཕིང་ཕྱོགས་གཏོགས་ཚོས་དབོན་ཇག་ཕ་ཡུལ་དམར་ཤོག་ཚོགས་པའི་ཐོབ་ཐང་རྩ་བ་ནས་མེད་པར་བཟོ་ཐབས་བྱེད་བཞིན་ཡོད་པར་ངོས་འཛིན་ནས་གསར་བའི་ཐོག་དབུ་འཇགས་པ་དང་ཁོང་གི་ནང་མི་རྣམས་བཟང་སྤྱོད་དུ་བཞག་ཡོད་ཀྱང་ཞི་ཅིན་ཕིང་ལ་མི་མཐུན་པའི་འགོ་ཁྲིད་རྒྱན་སྤྲས་དང་དམག་མིའི་གནོད་ཤུགས་རྩད་མེད་འོག་དབུ་འཇགས་པ་ཕྱིར་དོན་དུ་བཅུག་པ་དང་ཆབ་སྲིད་དུས་ཐུང་ནས་མཉམ་ཞུགས་བྱེད་དགོས་བྱུང་བ་རེད། ཡིན་འོན་ཀྱང་ད་རེས་ང་ཚོས་བལྟས་པ་ནས་དབོན་ཅང་བག་གི་བྱུར་བཅོས་ཀྱི་དེའི་ལམ་ལྷོངས་འགྲོ་གི་རེད་པ་ཟེར་ན་དཔེ་ཆའི་དཀའ་ལས་ཁག་པོ་རེད་བསམ་གྱི་འདུག་དེ་ཡིས་གང་ཡིན་ཟེར་ན་དབོན་ཅང་བག་གིས་ད་རེས་ནི་ཁོ་རང་ལོ་བརྒྱད་ཅུ་ལྷའི་ཚབ་བསྐྱོན་ཙམ་ནས་ངས་དེ་འདྲའི་ཞེད་སྣང་ལས་ཡག་ཐག་འགྱུར་བ་གཏང་ཡག་གི་བསམ་ཚུལ་བཤད་པ་ཙམ་གྱིས་བསྟན་པ་ཙམ་གྱིས་རེད་མ་གཏོགས་དོན་དག་གང་ལ་དཀའ་ལས་ཁག་པོ་རེད་བསམ་གྱི་འདུག་ཐོག་མཆན་ནང་གསལ་བྱེད་གནང་བར་བཀའ་དྲིན་ཆེ།